ཁ་ལག་རེད Reaction སྤྲད་ངའི་མིག་སྔ་མ་དུ་མི་འདུག་ང་ང་རང་ཧ་རི་ཧང་སངས་ལ་ན་ཨ་ལེ་དང་པོ་དེ་ཁོ་རང་ཚོ་བོད་མི་ཚོགས་པ་ནང་ལ་ཚོགས་མི་ཁོ་རང་བཅུ་གཅིག་ཡོད་རེད་ཚོགས་མི་བཅུ་གཅིག་གིས་དགའ་དག་སྤྲད་པ་ཡིན་ན་རེད Reaction སྤྲད་པ་ཡིན་ན་རེད་ནམ་ཞིག་རྒྱུན་དུ་ཁོ་རང་ཚོ་སོ་སོ་བསྡད་ནས་ད་ག་རང་གི Event ལ་བསྡད་ནས་ཁོ་རང་ཚོ་གི་དེ་ལ་མཆན་རྒྱག་ཡ་དང་དགའ་དག་བྱེད་ཡ་དང་ཁོ་རང་ཚོ་དགའ་སྐྱོ་རེད། ད་རིང At least བུད་མེད་ཚོགས་པ་ལ་རྒྱབ་སྐྱོར་གྱི་རྣམ་པ་ནི་མི་མང་ལ་ཚུར་བཀུག་ཐུ་ཡག་གི་རྣམ་པ་ནི་ཁོ་རང་ཚོ་གི་ཚོགས་མི་བཅུ་གཅིག་ཁོ་རང་ཚོ་གི་ནས་ཨ Reaction ཅིག་སྤྲད་ནས་ག་དག་དགའ་མོས་འདྲ་པོ་ག་རེ་ཡིན་ནས་ཨ་སྐྱོ་གླུ་ག་འདྲེ་འདྲ་པོ་ཅིག་ནས་སྤྲད་ནས་རྣམ་པ་ཅིག་སྟོན་ཐུག་རོགས།

ལས་རྒྱུ་འབྲས་དང་མཐར་གྱི་མར་དག་ད་རིང་གི་བཟོ་ལྟ་ལ་བུད་མེད་ཚོགས་པ་གི་ཨ་ནིའུ་ཡོག་ནིའུ་ཇེར་སི་བུད་མེད་ཚོགས་པ་གི་བཟོ་ལྟ་མཐོང་སོང་ཨ་གཅིག་པ་གཅིག་རྐྱང་རེད་ད། ཁོ་རང་ཚོ་ལས་ལས་རྒྱུ་འབྲས་ཁོ་བོའི་ཨོར་ཐ་མ་ཐ་བཞུགས་ལ་ཨ་ལའི་ལྟ་གི་ལྟ་གི་ལ་མོས་གི་ཀྱེ་ད་ས་ཚེ་རིང་ལ་མོ་ལ་ངས་དེ་གི་ཕོན་མང་པོ་བཏང་ནས་ང་ལ message ནང་ལོགས་ལ་ཨ་ནི messenger ནང་ལོགས་ད་ཕོན་རྐྱང་གི་མི་འདུག་ལ་དེ་གང་ལ messenger ནང་ལོགས་ལ voice མང་པོ་ཅིག་བཞག་ནས་རྙོག་དྲ་བཤད་ཡོད་འདི་གང་ལ་ཨ་ནི་ང་ཐ་མ་ཐ་བཞུགས་ལ་འུ་ཐུག་ནས་ཁོ་རང་ཚོ་ནིའུ་ཡོག་ནིའུ་ཇེར་སི Tibetan women association གི་ཨ་ནི event དེ་མ་ལྟ་བ་བྱས་ངས་མཚམས་བཞག་པ་ཡིན། མཚམས་བཞག་དགོས་ཀྱི་ཡོན་རྒྱུ་བ་རྒྱུ་མཚན་ག་རེ་ཡིན་ལབ་པ་ཡིན་ན། ག་ཅིག་ལབ་ན་སྐྱེ་མེད་སྡིག་གིས། ཚེ་རིང་ལྷ་མོ་ལ་ངས་དེ་གི་སྐྱེ་མེད་སྡིག་གིས་ང་ལ་བརྙས་ག་རེ་བཙག་གི་འདུག་མི་མང་ཁྱེད་རང་ཚོ་སོ་སོ་སེང་ཨ་ལས་དེ་སི་ཨ། དེ་སི་ཨ་ངས་འདི་ཁྱེད་རང་ཚོ་ལ་ཆུན་པོ་ཅིག་བཟོས་ནས་སྟོན་ཐུབ་བ་བྱེད།

མར་བསྡད་ལ་ཆུ་ཚོད་དྲུག་དང་སྐར་མ་དགུ་ལ་རྨོ་ང་ལ་ཧྥོན་བཏང་འདུག་ཨ་ཨ་ནི་ཧྥོན་ནང་སྐད་ཆ་བཤད་མཚམས་བཞག་ཧྥོན་ནང་སྐད་ཆ་བཤད་མཚམས་བཞག་ཨ་ནི་ངས་མོ་ལ་ལན་འདི་བརྒྱབ་རེད་ཨ་ནི་ནི་མོ་ང་ལ་དེ་ནས་ཨ་སྤྱོད་པ་ལོག་ནས་སྐྱག་པ་དང་ཨ་ནི་གོས་སྤྲོ་དང་དེ་འདྲས་ཀྱི་པར་བྱ་དུ་སྤུག་རེད་མ་རེད་ངོ་ནས་སེམས་པ་ཐང་ཐང་མི་སྐྱོ་མོ་རང་ར་བཏང་ངོ་ནས་ད་ངོས་ཀྱི་ང་ལ་ག་རེ་ག་རེ་བཤད་དུ་ཨ

ཁོ་རང་ཚོ་སུ་དེ་སུ་ཡིན་པ་ཡིན་ན་ཁོ་རང་ཚོ་ལ་ངེད་ཀྱིས་འབོད་སྐུལ་ཞུ་ཡ་དེ་ད་ག་ན་ཡིན། སྡུག་ཅིག་བྱས་ནས་མིག་གིས་མི་ལ་བརྙས་བཙགས་ནས་འགྲོ་བསྡད་པ་ཡིན་ན་ང་ཚོ་ཁྲིམས་ལས་སྐྱེལ་མ་ཐུབ་ང་ཚོ་ཅེས་བྱིས་གཏམ་མེད་བྱས་པ་ཡིན་ན་ཏག་ཏག་རྩ་བ་ཉིད་འདེད་ཀྱི་མེད་ཨ་ཅེ་རྒྱ་རི་སྒྲོལ་མ་ཁྱེད་རང་ཡིན་པ་ཡིན་ནས་ད་འདི་སྐྱེ་མེད་འདི་ག་བ་ཡོད་དེ་ཡོད་མ་རེད་ཨ་ཅེ་རྒྱ་རི་སྒྲོལ་མ་གིས་པགས་ཁ་ཧ་གོ་གི་རེད། ངས་ཧ་གོ་ཡ་ལ་མོ Australia ནས་རེད་ལ་འདི་ག་ལ་མོ་ངོ་དེབ་ནང་ལོགས་ལ་ཡ་མོད་གི་ག་རེ་བྲིས་འདུག་ལ་ན New York ནས་ཡིན་ལ་ནི་བྲིས་ཤག་ད New York ལ་ག་བ་བསྡད་ཀྱི་ཡོད་རེད་ལ་ནི་ང་ཚོ་རྩ་ཆོད་བཏང་ནས་འགྲོ་ལོང་ཡོད་མ་རེད་ད། ངས་ལ་ཡིན་ད་དོད་ཁྱོད་རང་བྱེད་སྟངས་དེ་འདྲས་བྱས་པ་ཡིན་ན་ངས་བསོད་ནམས་ལྷ་མོ་དང་ཀུན་དགའ་ཁྲི་ལས་རྩིས་སྤྲད་ཀྱི་ཡིན་ད་ལེ། ག་ལ་ན་ཁྱོད་རང་གིས་ཁོ་ཚོ་གི་རྒྱབ་དང་དཔུང་ལངས་ནས་ང་ལ་བརྙས་གཙང་གླེགས་ཀྱི་ཡོད་དུས་ག་ལ་ང་ཁོ་ཚོ་རྩིས་སྤྲད་ཀྱི་ཡིན་ད་ལེ། ད་ཚོད་སིམ་ལ་ལ་ནས་ཐང་མང་པོ་ལ་ཡིན་རོགས་ཡིན་ན་ཡང་དེ་འདྲས་བྱས་ནས་ཡང་སྲིད་ཡང་སྲིད་བརྙས་གཙང་གླེགས་ཀྱི་ཡོད་ན་དེ་ཏག་ཏག་བསྡད་ཀྱི་ཡོད་མ་རྟགས་ང་ཚོ་བོད་པ་གཅིག་ཆགས་ནས་བོད་པ་གཅིག་ཨ་ཁྱོད་རང་ཚོ་བོད་ནས་མ་ཡོང་བྱས་བཙན་བྱོལ་ནང་ལ་ཡོང་བྱས་བོད་པ་ལ་སྡིག་ར་བསྐུལ་ཡ་དང་ཞེ་སྣང་བསྐུལ་ཡ་དང་བརྙས་གཙང་ཡ་དང་ཨ་ནི་ག་འཇུག་མ་འཇུག་བཤད་ནས་བོད་པ་ལ་གཉའ་བཅོ་བཤད་ཡ་གི

མིག་གི་ནང་ལོགས་ལ་སྐད་ཆ་བཤད་དགོས་ཡང་བཀའ་དྲིན་བཟོས་ཀྱི་གོ་སྐབས་སྤྲད་རྒྱུ་འདྲ་བོ་ཆགས་ཀྱི་འདུག་ཨང། ང་གོ་སྐབས་སྤྲད་རྩིས་མེད། ཡིན་ན་ཡང་ངས་འོས་བསྡུ་ལས་ཁང་གི་དབུས་འོས་བསྡུ་ལས་ཁང་གི་ད་ཁོ་རང་ཚོ་སུ་དེ་སུ་ཡི Election Commission སུ་དེ་སུ་དེ་སུ་ཡིན་པ་ཡིན་ན་རེད། ཨ་ཅེ་རྒྱ་རི་སྒྲོལ་མ་དང་རེད། ང་ཚོ་དེ New York New Jersey གི་བུད་མེད་ཚོགས་པ་གི་ཚོགས་གཙོ་ཡིན་ན་རེད། དབུས་བུད་མེད་ཚོགས་པའི་གི་ཚོགས་གཙོ་ཡིན་ན་རེད། དེ་ནས་མ་ང་ཚོ་དེ New York New Jersey གི་ག་ལ་གི་རེད་སྤྱི་མཐུན་ཚོགས་པའི་གི་ཚོགས་གཙོ་ཁོ་རང་ཚོ་ཚང་མར་ངས་འབོད་སྐུལ་ཞུ་གི་ཡོད་ད། ད་མང་དྲགས་སུ་ད། ད་བོད་པ་གཅིག་བོད་པ་གཅིག་ལ་སྡུག་དཀའ་ངལ་བཏང་ནས་ཨ། དོང་པ་སྦས་ནས་སྟག་པགས་རེ་ཞིག་ཁ་མ་བརྒྱབ་ནས་སྟག་པགས་རེ་ཞིག་འདི་འདྲ་བྱས་པ་ཡིན་ན་ཏག་ཏག་འདེགས་མ་ལྟ། ཨོ། ཁྱོད་རང་ཚོ་ལ་ངས་ད་ཅི་ཡས་ལགས་ཚར་བ་ཡིན live ནང་ལོགས་ལ་ཁྱོད་རང་ཚོ་ལ་ག་རིགས་དང་ག་རིགས་ཀྱི་དཔང་རྟགས་ཡོད་ལབ་པ་ཡིན་ན་གདོང་དང་གདོང་བསྟུན་ཤོས། ཨ་ནས་ང་ལ་ཁྲིམས་ཁྲིམས་ལ་བཅུག་དགོས་ཀྱི་ཡོད་ན་ཁྲིམས་ལ་བཅུག་ག་ཤོས་ལ་ངས live ཁྱོད་རང་ཚོ་མར་བས་ཨ defamation case བཙུགས་ཀྱི་ཡིན་ལ་ནི། Defamation Case སུ་ད་ཁ་དམག་རྒྱག་དགོས་དུས་གང་ལ་སྤྱི་ཚོགས་ནང་ལ་ཁ་དམག་ག་ཚོད་རྒྱག་ཡིན་པས་ད་རིང་བོད་མི་ཚོགས་པ་འགས་ཨ Event འགྲོ་དུས་གང་ལ་དེ་ནང་ལོགས་ལ Reaction སྤྲད་ངེས་མི་འདུག་མཆན་རྒྱག་ངེས་མི་འདུག་ཧ་གོ་སོ་ཨ་ངོ་ཚ་པོ་རེད་མ་རེད་ན་ནི་ཨ། སྐབས་བཅོ་བརྒྱད་དེ་ཡར་ལངས་ཤོ་པ་ར་ལ་ཟིང་ཆང་བླངས་ནས་ཨ Toronto དང Canada དང་དེ་བ་ག་བ་ག་ས་ནས་ཨ Belgium དང Europe ཁག་དེ་བ་ནས་བྱུས་གཏོགས་བྱེད་ངེས་རྒྱག་མཛད་འདུག་ཨ་ད་རིང་གི་ཉིན་མོ་ལ་ཁྱོད་རང་ཚོ་གང་ག་ག་བ་བླ་བ་རེད།

དེ་མ་ཕྱིན་ནས་ཁྱོད་རང་ཆེ་མ་སུ་ལ་ནི་ལབ་དགའ་ཡོང་ངེས་སུ་ཡ་ཡོད་མ་རེད། ང་ཚོས་བཤད་ཡས་དེ་ད་ག་རང་བཤད་རྒྱུ་བོ་རེད། ཆོས་རྗེས་ནི་ལན་རྐྱང་འཕྲོག་རྐྱང་བྱས་གཞན་པ་ཅིག་ལ་ཧམ་པ་བཤད་ནི་སྤྲད་རྐྱང་བྱས་དུས་གང་ལ་དེ་ཧམ་པ་གི་ཟོལ་བཞག་རྒྱུ་དེ་རྩ་བ་ཉིད་ནི་ཡག་པོ་ཡོང་གི་མ་རེད། ཡིན་པ་དེ་ཡིན་པ་གང་ལ་བཞག་ཞོགས། དྲང་པོ་དེ་དྲང་པོ་རེད་ལ་ནི་ལབ་དགོས་ཀི་རྒྱུ་བ་རྒྱུ་མཚན་འདི་ཐུག་གི་ཡོད་རེད། ཡིན་པ་དེ་ཡིན་པ་ལ་མ་བཞག་ནས་ཧམ་པ་བཤད་ནས་དཀྲོག་གཏམ་སྤེལ་ནས་རྐྱང་རྐྱང་དཀྲོག་གཏམ་རྐྱང་རྐྱང་བྱས་ནས་དཀྲུག་ཤིང་བརྒྱབ་ནས་སྤྱི་ཚོགས་དེ་བཟོ་གི་ཡོད་ཡིན་ཙང་ཨ་ནི་ཚོགས་པ་ཚོགས་ཚོགས་དེ་ཚོས་ད་འབོད་ལུགས་ཡོང་གི་འདུག་བ། ངོ་ཚ་ཡར་ད། འདི་ག་གཅིག་པུ་ཚིག་མ་ངས་ད་རིང་ཁྱེད་རང་ཚོ་ལ་དེ short live དེ་ཉན་འདུག་ངས་ཁྱོད་རང་ཚོ་ལ་ཨ་ཅེ་རྒྱ་རུ་འགྲོ་མ་གི་ཐ་མ་ཐ་ཤུ་ལ་ག་རེ་ལབ་གི་འདུག་ཁྱོད་རང་ཚོ་གཅིག་ཉན་ཨ། ཡིན་ནས་ཡང། དེ་ཚོ་ཚང་མ་ཐུགས་ལ་ང་ཚོ་གཟབ་གཟབ་བྱེད་དགོས་གི་འདུག། ལ། རྒྱ་གར་རིན་པོ་ཆེ་བརྟན་བཞུགས་ཕུལ་བརྟན་བཞུགས་ཕུལ། བརྟན་བཞུགས་གལ་ཆེན་པོ་ཞེ་དྲག་རེད། ཆོས་ཕྱོགས་ཐོག་ནས་ཡིན་དང་ཡིན། ཡིན་ནའི་ང་རང་ཚོ་གི་རེ་བ་ད་ང་ཚོ་ནང་མི་སྤྱི་མི་ནས་ནང་སྐྱིད་པོ་དགོས་ན་ཕ་མ་སྐྱིད་པོ་ཆགས་ན་ག་རེ་དགོས་ཀྱི་འདུག

དངུལ་རྩའི་གདམ་ག་ལ་འུ་ཐུག་ནས་སྐྱོན་ཤོར་གྱི་ཡོད་པ་དེ་ཤེས་ཀྱི་འདུག། འགོ་ཚུགས་ས་མི་མང། འོ་དེ་འདྲས་ཡིན་དུས་གང་ལ་ཚེ་རིང་ལགས་མོ་མོ་རང་ལས་ལས་ཀྱི་ཡོད་ད། ཁྱོད་རང་གི་ཁ་ལ་རང་བཙན་རང་བཙན་རང་བཙན་བཙོང་ནས་ཨ་ནི་ཅི་ཅིའི་ཅེ་ཅི་ཅི་རྒན་དག་དང་གཉིས་གཉིས་རྒན་དག་ལ་ནི་མང་པོ་ཅིག་ལབ་ནི་ཕན་ཐོགས་ཀྱི་འདུག་བས། ང་ཚོ་བོད་རྒྱལ་ཁབ་ཀྱི་གང་ལ་ཕན་ཐོགས་ཀྱི་འདུག་བས། བོད་དངོས་གནས་རྩ་དོན་གང་ལ་ཕན་ཐོགས་ཀྱི་འདུག་བས་དྲང་པོ་ཡིན། ང་ནག་པོ་བཟོས། ང་ལ་མ་བིས་བཟོས་བྱས་ནས། ཁྱོད་རང་ཚོ་གི་མེན་པ་དེ་ཡིན་པ་ལབ་ནས་ཁྱོད་རང་གི་ཤི་ལོང་ནས་པེ་ཤག་འབུམ་གསུམ་ཟ་ཡོན་པ་ལ་གི་དོ། ཤི་ལོང་ནས་འབུམ་གསུམ་ངའི་སོ་ཙམ་ནས་ཟ་དོ། མི་སོ་ཙམ་ནས་ཟ་དོ་འོ་དེ་མི་དེ་ཁྲིད་ནས་ཤོ། ཧ་གོ་སོང་ཨ། ཤི་ལོང་ལ་ང་ཕ་བུ་ལེན་སྤྲད་བྱ་ཡོད། ང་ང་ཕ་གླེན་དགོས་ཡོད་མ་གཏོགས། ངའི་མི་ལ་བུ་ལན་སྤྲད་དགོས་ཡ་དེ་འདྲའི་རྩ་བ་རྙེད་ནི་མེད། དེ་འདྲས་ཡོད་པ་ཡིན་ན་ཁྲིད་རོགས་ཁྲིད་ཡོང་རོགས་གྱིས་ཧ་གོ་སོ་ཨ། ཁྱོད་རང་ཚོ་གཞིས་ཆགས་ཁག་ནས་ག་བ་ག་ས་ནས་ཡོང་ནས་ཤུ་ལོང་ལ་རྐུབ་ཚུགས་ཀ་སླེབས་པ་རེད་མ་གཏོགས། ང་ཤུ་ལོང་ལ་སྐྱེས་ཀྱིན་སྐྱེས་ནས་ཤུ་ལོང་རང་ལ་ཚར་རྒྱོ་རེད་ཧ་གོ་སོ་ཨ། དེ་ཡིན་དུས་ཀར་ང་མི་གཞན་པ་ལ་བུ་ལན་སྤྲད་དགོས་ཡ་རྩ་བ་རྙེད་ནི་མེད་ཧ་གོ་སོ་ཨེ། བུ་ལན་ལྷག་འཕྲོ་དེ་འདྲས་མེད་ད་ཧ་གུ་གུ་ཡོད་བ། དེ་འདྲའི་སྐད་ཆ་འཛབ་ཆེན་པོ་དེ་འདྲས་བཤད་མ་ཡོང་ཨ། དེ་འདྲས་ཀྱི་ཁྱེད་རང་ཚོ་གི་སྐད་ཆ་བཤད་བཞག་ཡ་དེ་ཁ་ནས་ཞི་བུ་ཅིག་རང་བཙན་དང་རང་བཙན་བོད་ནང་ལོགས་ལ་ཡོད་ངེས་ཀྱི་བོད་མི་མང་གི་ཨ་ནི་གར་ས་སྐུ་ཚབ་ཡིན་ན་ཅིག་ལབ་ནས་ཁྱོད་རང་ཚོ་གི་དེ་འདྲས་ཀྱང་ཀྱང་ལབ་ནས་ང་ཚོ་སྤྱི་ཚོགས་དེ་དཀྲུགས་མ་ཚར་བ་བསྡད་པ་རེད་མ་གཏོགས་དངོས་ཡོད་གནས་ཚོགས་ལ་ཁྱོད་རང་ཚོ་གི་ཕན་ཁེ་ཡོད་མ་རྟགས། ད་འདོད་བོད་ནང་ལོགས་ལ་དངོས་གནས་ཅིག་བྱེད་ཐུབ་ཀྱི་འདུག་བསམ་ན་ང་ཚོ་རང་དབང་ལུང་པ་ལ་བསྡད་བཞག་ངེས་ཀྱི་མི་དེ་ཚོ་རེད། ང་ཚོ་རང་དབང་ལུང་པ་ལ་ཡོད་ངེས་མི་དེ་ཚོ་གི་རང་དབང་དེ་བོད་ཆོས་ཡག་པོ་ལ་བཏང་ནས་ང་རང་ཚོ་སོ་སོ་སྐྱོབ་པ་མ་ཟད་ད་འདོད་བོད་ནང་ལོགས་ལ་ཡོད་ངེས་བོད་མི་མང་ལ་ཕན་ཐོག་ཐུག་བ་བྱེད་དགོས་ཀྱི་ཡོད་ནས་བྱེད་ཐུབ་ས་རེད་པས་ང་རང་ཚོ་ནང་མགོ་ནང་མགོ་ལ་རྐང་ཚུགས་འཁྲུག་ཡ་དེ་དེ་ཁྱོད་རང་ཚོ་གི་རྒྱ་མི་གི་ལས་འགུལ་སྤེལ་གྱི་འདུག་བ།

སྤྱི་ཚོགས་ནང་རྙོག་དྲ་ངོ་མ་ཤེས་ངེས་ཁྱོད་རང་ཚོ་རེད། འགྲིག་གི་མི་འདུག་རྐྱང་རྐྱང་ཤེས་ངེས་ཁྱོད་རང་ཚོ་རེད། མ་འགྲིག་པ་བྱེད་ངེས་དེ་ཚོ་ཡང་ཁྱོད་རང་ཚོ་རེད། འཇོན་དང་འཇོན་གི་འདུག་མི་འདུག་ལ་ནི་གཉའ་ལ་ནི་སྤྲད་དུས་གང་ན་ཡང་འཇོན་གི་རེད་ད། ལོ་གཉིས་གཉིས་འཕྲོ་བརླག་བཏང་ཡིན་པ། དེ་ག་གང་ག་ཚར་ད་འདི་ངོ་ཚང་མ་འདས་ཡོད་ཁྱོད་ཚོ། ཧ་ལས་ར་ད། ད་འདི་ཨ། འདི་སྐྱེ་མེད་དེ་གར་ས་ཚེ་རིང་ལ་མོ་ལ་ངེས་དེ་མོ Australia ལ་ཡོད་ན་ཡོད་མོ New York ལ་ཡོད་ན་ཡོད New York ལ་ཡོད་ན་དེ་བས་ཀྱང་ཡག་ག་ཨ། དེ་བསོད་ནམས་ལ་མོ་དང་ཀུན་དགའ་ལ་ཀུན་དགའ་འཕྲིན་ལས་དང་དེ་གར་ས་འགྲོ་ཁ་ལ་མོ་དང་ཁྱོད་རང་ཚོ་གི་ང་མོ་རྩིས་སྤྲད་གོ་གི་ཡོད་ད་ནོར་བུ་ལ་མོ་ཁྱོད་རང་ཚོ་བཅས་པ་ག་ལ་ན་ཁྱོད་རང་ཚོ་གི་བརྒྱུད་ནས་མོ་ང་རྩ་ལ་ཨབ་ག་ལི་གོ་ར་ཨ། ཉན་པ་ལ་སོང་ཉན་པ་ལ་ཀྱ་ཨ་ཅ་རེ་ཡེ་ཤི་ཕིན་ཚོ་དེ་ག་ལ་འདྲི་ནོར་དེ་ན་སྤྲད་གོ་ཡོད་ལ་ནི་གསུངས་པ་རྙོག་དྲ་དེ་ལངས་སླེབས་ར་ཨ། མོ New York ལ་ཡོད་པ་ཡིན་ན New York ག་བ་བསྡད་གི་ཡོད་ང་ལ་རྩིས་སྤྲད་གོ་གི་ཡོད་ད་ངས Police ལ་རྩིས་སྤྲད་ཨ་ཡིན། ག་ལ་ར། དེ་འདྲའི་ཆེ་ནི་ངས་རྩ་བ་ཡིན་ན་ཏག་ཏག་བསྡད་ཀྱི་མ་རེད་ད། ཧ་གོ་སོ་ཨ། དེ་འདྲའི་ཆེ་ནི་ངས་རྩ་ནི་ཏག་ཏག་བསྡད་ཀྱི་མ་རེད་ཨ་ཅེ་རྒྱ་རི་སྒྲོལ་མ་ཁྱེད་རང་ཚོ་ཡིན་པ་ཡིན་ནས་གཅིག་བྱེད་རོགས་བྱས་མ་གཏོགས་ཏག་ཏག་བསྡད་ཀྱི་མ་རེད་ད། རྟག་པར་ཡེ་ཤེས་དེ་འདྲའི་གསུམ་པོ་བཟོས་དེ་ཡག་པོ་མ་རེད་ད་ལ་ངས་འདི་གཅིག་ཞུས་ཡིན་གཅིག། གཉིས་པ་དེ་ངས་ག་ལ་ཡ་ལ་ན། ད། མོ་གར་ས། Australia ལ་ཡོད་པ་ཡིན་པ་ཡིན་ན་ཡང། དེ་བདེ་སྲུང་གི་ད། ལས་ཀ་ཅིག་ལས་དགོས་ཀྱི་རེད་མ་གཏོགས་ང་རང་ཚོ་བཙན་བྱོལ་ནང་ལོགས་ལ་བོད་པས་ཀྱི་བོད་པ་ལ། ཨ། མ་ཉེས་ཁ་ཡོད་བྱས་ཡོང་མ་ཟད་ཨ། སྐྱག་རྫུན། དཀྲུགས་ཤིང་རྒྱབ། སྤྱི་ཚོགས་ནང་ལ་དཀྲོག་གཏམ་སྤེལ། ཨ་ནི་དེ་ནས་མ་བོད་པས་ཀྱི་བོད་པ་བསད་ཡག་དང་དེ་འདྲས་བྱས་པ་ཡིན་ན་ང་ཚོ་ལ་རྒྱ་མི་དགོས་ཡག་མི་འདུག་ད། རྒྱ་མི་དགོས་ཡག་མི་འདུག་ང་རང་ཚོ་བོད་པ་ནང་གོ་ནང་གོ་ལ་ཨ་ནི་དོགས་པ་སྐྱེས་ནས། རྒྱང་རིང་རུ་རིང་རུ་འགྲོ་ན་རྒྱང་རིང་རུ་འགྲོ་ས་ཀྱི་ལམ་ཁ་དང་རྒྱུ་ལམ་གང་ག་དེ་འདྲའི་བཟོས་གོ་འོར་ད། དེ་སེམས་པ་ལ་ཉའ་བ་བྱི་རོ་བྱི། ཁ་ཚིག་ཁ་ཉིན་དེ་བ་ལས་བསོད་ནམས་རྡོ་རྗེ་ལ་ཡ་བསད་ཀྱི་རེད་ད་ལས་དེ་འདྲས་ང་ཚོ་བཙན་བྱོལ་ནང་ལོ་སྐད་ཤ་ཀྱོག་སྤུ་གུ་དེ་ཚོ་ལ་ཁྱོད་རང་ཚོ་བོད་མི་ལས་ཀྱོ་དེ་ཚོ་ཨ་བསད་ཆོག་ཆོག་གཏུབ་ཆོག་ཆོག་དེ་འདྲས་ཡོག་རེད་པས། ཁྱོད་རང་ཚོ་རྒྱ་མི་གྱི་ཨ། སྙེ་མ་ནས་མངའ་རིས་རིན་པོ་ཆེ་གི་གསུང་གི་འདུག་ཨ། འདི་ཚོ་ཁ་ཤས་ཀྱིས་རྒྱ་མིག་གིས་ཟིང་ཟིང་ལ་ཡག་ཅུག་གླེགས་ཀྱི་མེད་ན་ལས་དེ་དེ་དངོས་གནས་རི་དྭགས་དེ་ཧ་གོ་གི་ཡོད་ཨ། ཁྱོད་རང་ཚོ་རྐང་གཙོ་ནི་རྒྱ་མིག་གི་ལས་ཀ་རང་བྱེད་ཁ་ང་རང་ཚོ་བཙན་བྱོལ་ནང་ལོག་ལ་ཡོང་ནས་ག་པ་ག་ས་ལ་སྤྱི་ཚོགས་ནང་ལ་འཛུལ་ནས་ཨ་ནི་ཟིང་ཟིང་ལ་ཡ་ལངས་གླེགས་ཡོད་ཨ། དངོས་གནས་ཧ་གོ་གོ་རི་དྭགས་ང་ཚོ་བོད་མི་རིགས་འདི་ཚོ་བོད་ནི་ཀླད་པ། བོད་ནས་གླེང་ངེས་ཚང་མ་དེ་འདྲ་རེད་ངས་ལབ་ཀྱི་མེད་ཡིན་ནའི་ག་ཤེད་ཅིག་རྒྱ་མིག་གི་ལས་འགུལ་རང་སྤེལ་གྱི་ཡོད་རྟ་ག་ཤེད་ཅིག་བཙན་བྱོལ་ནང་ལ་སྐྱེས་ནས་རྒྱ་མིག་གི་ལས་འགུལ་རང་སྤེལ་གྱི་ཡོད་རེད་དེ་ང་རང་ཚོ་བོད་ཕྱི་ནང་གཉིས་ཀྱི་མི་སུ་དང་སུ་ཡིན་པ་ཡིན་ན་རེད་བོད་ནས་གླེང་ངེས་གསར་པ་ཡིན་ན་རེད་གཉིས་འཇོག་ཡིན་ན་རེད་སུ་དང་སུ་ཡིན་པ་ཡིན་ན་རེད་ང་རང་ཚོ་གང་ག་བོད་པ་ཤ་ཁྲག་གཅིག་པ་སྙིང་རྗེ་སྒོམ་ཡག་བྱམས་པ་ལ་ནི་དེའི་སྒང་ལ་གཞིས་བཞག་ནས་ང་ཚོ་གི་བསམ་བློ་བཏང་ནི་ང་ཚོ་འདི་ཚོ་ལ་དོགས་གླེང་བྱེད་དགོས་རེད་མ་གཏོགས། སྙིང་རྗེ་དང་བྱམས་པ་ལ་ནི་སྙིང་རྗེ། སྙིང་རྗེ་ལ་ནི་འདི་འདྲའི་བཞིན་སྙིང་རྗེ་རྫུན་མ་རོ་བཏང་ནས་བཞག་པ་ཡིན་ན། དེ་ཚོ་དྲན་ཏེ་ང་ཚོ། ཨ། བོད་ནང་ལ། རོགས་པ་བྱེད་ཡ་ཕ་ཚེ་ཕག་ང་རང་ཚོ་བཙན་བྱོལ་ནང་ལོག་ལ་དོགས་པ་སྐྱེ་ཡ་གི་ན་ཚ་ཞིག་བཟོས་དགོས་ར་ད། ཨོ། དེ་ཚོ་གང་ག་བསམ་བློ་བཏང་དགོས་དགོས་ར་ད། ཨོ། དེ་འདྲས་མ་བྱས་པ་ཡིན་ན་ཏག་ཏག་དེ་གི་མ་ར་ད་ངས་འདི་ཞུ་ཡ་ཡིན། ངས་ད་ལྟ live ཅིག་འགྲོ་དགོས་ལ་ཡ་དེ། ངས live ཐུན་ཐུན་ཅིག།

ཧཱུྃ་བྷྱོ། ངས་བཏགས་ནི་ཆེན་གཅིག་གཉིས་བརྒྱ་ཚར་རེ་བརྒྱད་ལ་ཨ་ནི་བྱེ་རིའི་མི་མང་པོ། མི་དྲུག་ཅུ་དྲུག་ཅུ་རེ་ལྔ་དྲུག་ཅུ་རེ་བརྒྱད་བར་དོ་ཀླད་ཡ་མགོ་བཙུགས། ཧ་གོ་གི་ཡོད་ན། ཧཱུྃ་བྷྱོ། དེ་ཚོ་གང་ག་ཧ་གོ་གོ་དང་ཁྱོད་ཚོ་ལ་བརྟག་ངེས་དང་རོགས་པ་བྱེད་ངེས་མ་རག་དུས་གང་ལ་ང་ཚོ་ཀླད་པ་ཡིན་ནའི་ཀླད་རིགས་བྱེད་ནི་ལ་ནི་མོ་གི་ང་ལ་ཟུར་ལ་ཧོན་བཏང་བཏང་ནི་ང་མ་ཕྱི་གདན་རྒྱག་འཇུག་གོ། བསམ་བློ་བཏང་ཡག་གི་སྐད་ཆ་རེད་ད་མི་མང་དེ་ཚོ་གང་ག་བསམ་བློ་བཏང་ཡག་སྐད་ཆ་རེད། ཁྱོད་རང་ཚོ་ང་ཚོའི་སྤྱི་ཚོགས་ནང་ལོགས་ལ། འདབ་སེང་དཀྲུག་ངེས་ང་ཚོ་སྤྱི་ཚོགས་དཀྲུག་ངེས་ང་ཚོ་སྤྱི་ཚོགས་ལ་མ་ཉེས་ཁ་ཡོད་བྱེད་ངེས་སྤྱི་ཚོགས་ལ་ཤ་ཞེན་སུ་དང་སུ་གིས་བྱེད་ཀྱི་འདུག་རྒྱབ་སྐྱོར་བྱེད་ཀྱི་འདུག་ཕན་ཐོགས་ས་རེད་བསམ་ན་རྐང་བཙུགས་ནས་མ་གཟིམ་ནས་ཐེངས་ངེས་དེ་ཚོ་འདི་དང་དེས་བཅད་པའི་རིགས་སུ་བྱེད་པའི་འདི་ཚོ་རེད་འདི་འདྲས་ཡིན་དུས་གང་ལ་འདི་ཚོ་དྲན་གི་འདི་ཚོ་ལ་ལས་རྒྱུ་འབྲས་ཁོ་གི་རེད་སྔ་ཕྱི་འཇི་རེད་མ་གཏོགས་ལས་རྒྱུ་འབྲས་དཔག་དཀའ་ཁོ་བོར་ད་ག་ལ་ན་ང་རང་ཚོ་བོད་བསྟན་པ་སངས་རྒྱས་ཀྱི་བོད། ཆོས་དང་སྲིད་གཉིས་ལ་ཕན་ཐོགས་འབྱུང་ཡག་གི་ཆབ་སྲིད་འདི་ལ་གནས་པ་བྱེད་མཁན་དེ་སུ་དང་སུ་ཡིན་པ་ཡིན་ན་རེད་ག་བ་དང་ག་བ་བསྡད་ཀྱི་ཡོད་ན་རེད་འདི་ཚོ་ཚང་མ་ལ་དཀའ་ངལ་འཕྲོད་ཀྱི་རེད་ཁྱོད་རང་ཚོ་ལས་རྒྱུ་འབྲས་ཀྱི་དེ་གི་རེད་སྡུག་ཅག་དེ་གི་རེད་ལན་ངའོ་འདི་ཅི་ལ་ཡིན་ད་ག་རང་ཡིན་མི་མང་གང་མང་མ་བཀྲམ་རོ་ཅི་ཡ་འདི་ཡིན་ཅི་མིན་ཅི་འདི་བུད་མེད་ཚོགས་པ་གི་དབུས་བུད་མེད་ཚོགས་པ་དང་དེ་ས་གནས་བུད་མེད་ཚོགས་པ་ཁོ་རང་ཚོ་གི་གོ་གོ་གི་ཡོད་འདི་དང་མཉམ་དུ་ཨ་ད་ག་ས།

གོང་ས་སྐྱབས་མགོན་རིན་པོ་ཆེ་སྐུ་ཚེ་བསྐལ་བརྒྱར་བརྟན་ཡག་གི་སྨོན་ལམ་དང་ཨ་ནི་ང་རང་ཚོ་བཙན་བྱོལ་ནང་ལ་རང་དབང་ལུང་པ་ནས་ཡོད་རྒྱུའི་ཕིབས་ར་དེ་གས་དེ་གས་ནས་ལས་ཀ་ག་རེ་བྱས་མིན་ནས་བོད་ནང་གི་མི་མང་དེ་གས་དེ་སེམས་ལ་བཅངས་པའི་ཐོག་ནས་གང་ལྟ་བུ་དུ་བཀའ་དྲིན་རྗེས་དྲིན་ཁ་ནས་བཤད་པ་ནང་བཞིན་ཅིག་གི་ཁ་ཆེ་སྙིང་མེད་གི་དེ་ཚོ་ཐོག་ལ་ཨ་ནི་ང་ཚོ་ཅིག་གི་རང་ཚུགས། མ་ཤོར། གཞན་སེམས་མ་དཀྲུགས་ཟེར་ནས། ཧ་གོ་སོ་ཨ་ཚེ་རིང་ལགས་མོ། རང་ཚུགས་མ་ཤོར། སྤྱི་སེམས་མ་དཀྲུགས། ཧ་གོ་སོ་ཨ། ཧ་གོ་སེ་ཚེ་རིང་ལགས་མོ་འདི་ཁྱོད་རང་རེད། ཁྱེད་རང་རྦད་དཀོར་ར། ག་ལ་ཚ་ཚིག་གིས་ཤོར་ནས་ཨ་ནི་རྦད་དཀོར་ར། ང་ལ། རྙེད་ཚ་ག་ཡོང་གི་འདུག་ཨ། སོ་སོ་གི་རང་ཚུགས་ཤོར་རྒྱུ་ཡོད་མ་རེད་ལོ། ད་ལྟ་ཨ་ཕ་ཏོ། ལོ་བཞི་འདི་འདས་པའི་རིང་ལ་ངས་ཁྱོད་རང་ལ་ཤོག་སྐད་ཆ་བཤད་གོ་ག་ཚོད་ལ་འདི་ག་ལ་ཁྱོད་རང་ཤེས་ག་ཡོང་བས་ཡོང་མེད་བ། ཁྱོད་དང་ཁྱོད་འདྲ་བོ་དེ་ཚོ་ཨ་སྤྱི་ཚོགས་དྲ་རྒྱ་ནང་དོན་ངན་ག་ཚོད་དང་ཁ་རྒྱག་པ་ཤེས་ངེས་དེ་ཚོ་དེ་ཚོ་དོན་ཟེར་དོན་མ་ཟོ་ཨ། ད་ད་རིང་གི་ཉིན་མོ་ལ་ཚ་ཚ་བ་རེད། གཏམ་བརྗོད་བཟོ་ཚར་བ་རེད། ད་ཡོང་ནི་སྔས་རྩྭ་ཡར་འགྲོ་བ་དེ་འདྲས་དེ་སྔས་རྩྭ་ཡར་ལས་དེ་ཁྱོད་རང་སྤུ་གུ་ལས་ཀར་དེ་གར་ས་གོས་ཀྱི་དེ་པར་འགྲོ་བ་དེ་འདྲས་སྟངས་ཡར་འགྲོ་བ་ད་སྐྱག་པ་གི་པར་འགྲོ་བ་སྟངས་ཡར་འགྲོ་བ་དེ་ཚོ་སྤུ་གུ་ལས་ཀ་རེད་དེ།

ཅིག་གིས་ཤེས་ཀྱི་འདུག་བསམ་ནས་སྨན་པ་གང་ཡིན་ཡིན་པ་དེ་ཤི་ངལ་ཚོ་རྩ་ནས་ཉན་ཐུབ་ན་དེ་ནི་ཐག་གཅོད་དེ་རང་གིས་བྱེད་ཆོག་གི་རེད་བ་ལ་དེ་ཡིན་ས་ཡིན་གཅིག་མིན་གཅིག་ད་ལས་དེ་ལ་དཀའ་མེད་བྱུང་རྒྱུ་དེ་ག་དེ་ནི་མང་ཚོགས་ཀྱི་ཐོག་ནས་ང་ཤི་གི་ཡོད་བསམ་ནས་ཟུར་ལ་མ་བཞག་ནས་དེ་ནི་ང་ཚོ་ཚང་མས་ཀྱི་གང་ཐུབ་ཐུབ་ཉན་པ་ཅིག་དང་རྟོགས་ཐུབ་པ་ཅིག་དང་ནི་རང་སོ་སོ་ལས་ནས་དཔྱད་ཞིབ་བྱེད་ཡག་གི་གོ་སྐབས་ཡག་པོ་ཅིག་ལ་ངོས་འཛིན་བྱེད་ཐུབ་ན་དེ་ནི་ད་ལས

ཉམས་མྱོང་ཅིག་ཡོད། དེ་སྔོན་གནས་ཚུལ་ལ་དཀའ་ངལ་གྱི་ཁྲོད་ནས་ཤེས་ཀྱི་ཡོད་པ་ཡིན་ནས་ཁོ་རང་ཚོ་གི་དཀའ་ངལ་ཅིག་ཤེས་ཡོད་འདི་ག་ལ་ང་ཚོ་གི་འདི་ལ་གོ་སྟབས་བྱེད་ཡ་རེད་འདི་ལ་འདི་ག་ལ་ཚང་མ་གི་ཡང་ཁྲོམ་དང་ཁྲོམ་ཁྲམ་ནས་སླེབས་པ་ཡིན་ནས་དེ་ཏག་ཏག་དེ་གི་འདུག་དེ་མི་འདུག་དེ་སོ་སོ་སོ་སོ་བསམ་བློ་བཏང་ཡ་རེད། སྤྱི་ཚོགས་དྲ་རྒྱ་ནང་སླེབས་ཚར་བའི་རྗེས་ལ་ཐར་ས་ཡོད་མ་རེད་ཉི་མ་གཅིག་ཡང་སྐོར་རྒྱ་ནས་སླེབས་ཡོད་འདི་ག་ལ་སོ་སོ་ལ་ངོ་ཚ་པོ་ཆགས་མ་སྲིད་པ་ཡང་མ་རེད་དེ་ཡིན་འདི་ག་ལ། ཨ། སོ་སོ་གི་རང་ཚུགས་དེ་བརྟན་པོ་བཞག་ནས་བསམ་བློ་ཡག་པོ་བཏང་ནས་བཏོན་དགོ་ས་རེད་དམ་མ་རེད་བཏོན་ཚར་བ་ཡིན་ན་འགྱོད་པ་སྐྱེ་གི་ཡིན་དམ་མེད་དེ་དང་པོ་ནས་བསམ་བློ་བཏང་དགོ་གི་ཨོར་དེ་ཚོ་མ་བཏང་ནས་ག་འཇུག་མ་འཇུག་བྱེད་ཀྱི་ཡོད་ཡིན་ཙང་ཨ་ནི་ཁ་ཤས་ཀྱི་བིདེའོ་བཟོ་མོ་གོ་ན་བཟོས་ཨ་ནི་དེ་ནས Delete བྱེད་མོ་གོ་ན་བྱས་བྱེད་ཀྱི་འདུག་ཨ་དེ་ཚོ་ཞབས་འདྲེན་རོ་ཨ་ངོ་ཚ་བོ་རོ་ཨ། ཨ། ག་ཚོད་པ་དུས་ཁྱོད་རང་ཚོ་དེ་འདྲས་བྱེད་ཀྱི་ཡིན་པས་དེ་ག་སོ་སོ་གི་བིདེའོ་བཟོས་ནས Delete བྱས་བ་ཙམ་ལ་དེ་གི་གར་བཏོན་སྐོར་ལ་ན་ཁྱོད་རང་དེ་ཨ་རང་ཚོ་བརྟན་པོ་མེད་བ་ཨ་ནི་སོ་སོ་གི་བྱེད་ཀྱི་བྱེད་ཀྱི་ལ་ཨ་ནི་མི་ལ་དགོངས་དག་ཞུ་ཡག་གི་ཚབ་ལ་དེ་སུབ་བཞག་གི་འདུག་ལ་དུས་གང་ལ་དེ་ཁྱོད་རང་ཚོ་དེ་དྲང་པོ་མེད་པའི་གི་རྟགས་ཅིག་སྟོན་གོ་ཡོག་རེད་དེ་འདྲི་ཚང་མ་ཡིན་དུས་གང་ལ་སོ་སོ་བསམ་བློ་གཏང་ཡག་རེད་ད་རིང་གི་ཉིན་མོ་ལོ་ཡིན་པ་ཡིན་ནའི་ཨ། ད་ཆ་བུ་མོ་ཚོགས་པ་གི་སྐབས་བཅོ་བརྒྱད་ཀྱི་བུ་མོ་ཚོགས་པ་ནང་ལོ་རེ་ཡོད་བཞག་ཡོད་གི། ཀྱི་ཨ་ཅག་ཕོ་མོ་སྐྱེ་མེད་དེ་ཚོ་ཡིན་པ་ཡིན་ན་རེད། སྤྱི་ཚོགས་ནང་ལོགས་ལ་སུ་དང་སུ་ཡིན་པ་ཡིན་ན་རེད། གསར་འབྱོར་དེ་ཚོ་ཁ་ཤས་ང་ལ་དྲི་བ་མང་པོ་བསྐུལ་གི་འདུག་ཨ། ཟུར་ལ་སླེབས་ནས་ཁྱོད་རང་ཨ་རི་ལ་ཨ་ནེ་ཕྱུག་གུ་ག་འདྲས་སུ་ཞུས་པ་རེད་རང་བཙན་དོན་དག་ལ་རང་བཙན་གྱི་མིང་ཐོག་ལ་ཞུས་མེད་པས་ལེགས་འདུག་ང་རང་བཙན་མིང་ཐོག་ལ་ཞུས་མེད་ད་དགོངས་དང། དེ་ང་ཁྱོད་རང་ཚོ་འདྲ་བོ་ལྐུགས་པ་མ་རེད་ད་དེ་ནས་ང་རྒྱ་གར་ལ་སྐྱེས་ཀྱི་སྐྱེས་ཀྱི་བོད་ནས་སྐད་ནས་གླེང་ཡིན་ལ་ཡ་འདྲ་བོ་ད་ཨ་ནི་ང་ག་རེ་རང་བཙན་ཤོར་སོང་འདི་བྱས་ནས་ང་ཨ་རི་ལ་བསྡད་ག་ལེགས་ཡིན་ལ་ང་དེ་འདྲས་ལབ་མེད། ང་རྒྱ་གར་ལ་སྐྱེས་ཡིན་ནི་རྒྱ་གར་ལ་འཚར་ལོངས་བྱུང་ནི་ད་དོད་ཡིན་ན་ལ་ང་ལ་རང་དབང་རག་གི་མི་འདུག་ཨ། དེ་གོ་ལ་ན་རྒྱ་གར་ནི་མིའི་ནང་ལོག་ཚུད་གི་མི་འདུག་བོད་པ་ཡིན་ལ་ན་བོད་པ་ནང་ལོག་ལ་ང་ལ་ཚུད་གི་མི་འདུག་དེ་འདྲའི་ཆེད་ནི་ང་དཀའ་ངལ་མྱངས་དུས་གང་ལ་ང་ཡ་ཡས་མས་མ་ཡས་མས་བྱས་དུས་གང་ལ་ང་མི་ཚེ་འདི་དཔེ་གལ་ཆེན་པོ་ཡིན། ང་ཨ་རིའི་ནང་ལོག་ལ་མི་ང་ང་དང་ང་འདྲ་བའི་མི་གང་ག་དག་པོ་རྒྱག་གི་ཡོད་ལ་ནི་གོ་ཡ་བྱུང་སོང་དེ་ང་ལས་སྤྲད་རོགས་བྱས་ལ་ནི་ངས་སྡུག་ཞུ་བ་ཡིན་ཧ་གོ་སོང་ཨ། ཁྱོད་རང་ཚོ་འདྲ་བོ་མ་རྟག་མེད་ནས་ཡིན་མདོག་མདོག་བྱས་ནི་ང་མ་བུ་ཤེས་གི་མ་རེད་ངས། ང་རང་ཚོ་བོད་བསྟན་པ་ཆབ་སྲིད་ཀྱི་སྒང་ལ་ངེས་ཀྱི་བོད་ཆོས་ལོག་པ་ག་དུས་བཏང་གི་མ་རེད་དེ་ཧ་གོ་བ་བྱེད་ཨ་ཧ་གོ་སོང་ཨ་ཁྱེད་རང་ཚོ་དྲི་བ་བསྐུལ་ཡ་ངེས་ལ་བསམ་བློ་རྒྱ་བཏང་ཤོག་ཨ་ངས་འདི་གང་ག་སྙན་མ་ནི་ཤེས་ཚར་བ་ཡིན་ཁྱེད་རང་ཚོ་ཉན་ཉན་གོ་དུས་གང་ལ་མ་ཉན་བ་བྱས་ཨ་ནི་ཡང་སྲིད་ཡང་སྲིད་ཡོང་ནི་དྲི་བ་བསྐུལ་ཡ་དེ་ཁྱེད་རང་ཚོ་གི་ཨ་སྐྱག་རྫུན་རྒྱ་ཐམ་པ་བཤད་ན་ཨ་ནི་བདེན་པ་ཆགས་གི་རེད་ལ་ཡ་དེ། བདེན་པ་ཆགས་མར་བཏགས་བདེན་པ་འདི་བདེན་པ་རེད་ཧཱུྃ་སོགས་ཨ་སྐྱག་རྫུན་འདི་སྐྱག་མོ་སྒོ་སྟོང་འདྲ་བཤད་པ་ཡིན་ནས་སྐྱག་རྫུན་འདི་སྐྱག་རྫུན་རེད་ཚོས་ལོག་རུག་རེད་དང་པོ་ད་རིང་གི་དེ་བོད་མི་ཚོགས་པའི་གི་སྡིངས་ཆ་གང་ལ་སྐབས་བཅོ་བརྒྱད་གི་ཚོས་ལོག་བ་ན་ཞིག་རེད་ཁྱོད་རང་ཚོ་ཉན་པ་ལགས་སོ་ཉན་པ་ལགས་ཁྲི་བཅུ་བཞི་སྒང་དུ་ཁྱོད་རང་ཚོ་གཞོན་ནུ་དང་རང་བཙན་ཁ་ལ་འཁྱིལ་ནས་བཙོང་ནས་བག་ཡིག་ནང་ལ་ཨེ་ཀ་དོས་ཨེ་ཨེ་ཀ་དོ་ཨེ་ཀ་དོ་ལ་ནས་རྡ་སྐ་དོ་རྡ་སྐ་དོ་ལ་ནས་འགྲོ་ད་ངས་དེ་ཚོ་ཁྱོད་ཚོ་གང་ག་ཚོས་ལོག་བར་གདའ་ད་རིང་བརྒྱ་བཤད་སྟོང་བཤད་ཁྱོད་རང་ཚོ་གང་ག་ཚོད་ལོ་ལོ་བ་རེད་ད་རིང་ཨ་བུ་སོ་ཨ་ད་འདོད་ཡིན་ནས་ཁྱོད་རང་ཚོ་ཨ། ག་ལོག་རེད་དོང་པ་གང་ལ་སྦག་གོན་ནས་པགས་པ་གོན་ནས་ཡོང་ནས་ཨ་ཅིག་བྱེད་ཀྱི་ཡིན་བསམ་ན། ཁྱོད་ཚོ་བྱས་ག་བྱས་པ་རེད་དེ། ག་ཚོད་བྱས་ན་བྱས་མ་བྱས་ན་མ་བྱས་ཐ་མག་ཐ་ཤུ་པད་མ་བྱུང་ནས་ན་ཞིག་ཆགས་ཀྱི་རེད་མི་ཚེ་ཧྲིལ་པོ་ཅིག་ཨ། རྒྱ་བོར་མོ་བཅས་ཀྱི་གཡག་ཡོད་ལ་ཨ་ནི་ཞབས་ཀྱིས་ཞུ་ཐ་མ་ཐ་ཤོད་དེ་ལ་ཨ་ནི། སོ་སོག་གི་དཀའ་ལས་རྒྱབ་བཞག་ཁྱོད་ཀྱི་ལོ་འདི་འདྲའི་མང་པོ་འདི་གང་གཱའོ་ར། དུམ་དུམ་གཅིག་ལ་མའི་ཚེ་རྡོ་རྒྱབ་ནི་མ་གཏུབ་ཞལ་བྱེ་བའོ་འདི་ཁྱོད་རང་ཚོ་ཆགས་ཀྱི་རེད་འོ་འདི་ཡིན་འདི་གང་ལ་ལམ་འགྲོ་རྩ་བ་ཉིད་འགྱུ་གུ་མར་བལྟ། ཁྱོད་རང་ཚོ་དད་པ་དམ་ཚིག་འཁྲུག་ཚ། ཁྱོད་རང་ཚོ་གི་ཨ་སེམས་པ་ལ་ལོག་པ་ཅིག་བསམ་ཚར་བ་རྗེས་ཨ་ལ་ཁྱོད་རང་ཚོ་ལམ་འགྲོ་རྩ་བ་ཉིད་འགྱུ་གུ་མ་རེད་འདི་བྱས་ནི་འགྲོ་ག་ལ་མོ་འདྲ་བོ་ཅིག་ཡིན་ན་སྤུ་གུ་གྲོག་གོ་ལ་ཡོད་གི་ཡོད་གི་ལས་ཨ་ཉི་མ་ཅིག་གཟི་བརྗིད་ངོ་རྒོ་བྱས་ནས་བྱས་པ་རེད་བ་ལ་ནི་ཕན་ཐོག་གི་ཡོད་མ་རེད། ཁྱོད་རང་ཧ་གོ་གི་ཡོད་མ་རེད་ཁྱོད་རང་གིས་ང་ལ་ད་ག་རང་སྡིངས་ཆགས་སྒང་ལ་མ་བི་བཟོ་ཡ་གི་ཐབས་ཤེས་དང་ད་ག་རང་སྡིངས་ཆགས་སྒང་ལ། ཁྱོད་རང་ཚོ་གི་རྒྱུ་ནི་ང་ལ་མེ་སོ་ལོ་གོ་རེད་སྤུ་གུ་ཁྲོ་ལ་འགྲོ་སླ་དི་ག་ན་ཡོད་མེ་སོ་ལོ་གོ་རེད་ཁྱོད་རང་ཡེ་ནས་ཤི་གོ་རེད་ཁྱོད་རང་འགྲོ་གོ་ཡ་མི་འདུག་དེ་སྐབས་སླ་དི་ག་ལ་ང་གཅིག་པུ་སེམས་པ་ན་ཡོད་མ་རེད་ད་དེ་དུས་གང་ལ་སྤྱི་ཚོགས་གི་དྲ་རྒྱ་སྒང་ནས་རྟ་བདེ་ངས་འཛམ་བུ་གླིང་གི་ཁ་བ་ག་ས་ནས་ཁྱོ་ག་ལ་ས་མི་འདུག་སྐྱེ་མེད་ལ་ས་མི་འདུག་བུ་མོ་ལ་ས་མི་འདུག་ཚང་མ་སེམས་པ་ཕམ་ཡོད་རེད་དུས་གོས་ཀྱི་སེམས་པ་ཕམ་ཡོད་རེད་དེ་ཚོ་གང་ག་གི་ཨ་མནར་མིན་དེ་ཁྱོད་ཚོ་ལ་འཁོར་གྱི་རེད་ཧ་གོ་སོ་ཨ་ད་ལྟ་ཤི་ནི་རེད་ད་ཁྱེད་རང་ཚོ་ཨ་ད་ཤི་ནི་རེད་ངས་དེ་ཅི་ལ་ཡ་ཡིན་ད་ལྟ་ཡིན་ནས་འགྱུར་བ་བཏང་ཡ་ཡོད་ན་བཏང་ཤོག་ད་ལྟ་ཡིན་ནས་ངས་སྙིང་རྗེ་སྒོམ་ནས་ཁྱོད་རང་ཚོ་ལ་ཨ། ནོར་བ་རེད་ད་མཚམས་བཞག་ཨ་ད་འགྲིག་པ་གྱིས་ཨ་ལགས་ཡུལ་ལ་ཡུལ་ལ་ད་འདོད་ཡིན་ན་ཁྱོད་ཚོ་ལྕགས་སྡོང་ནང་བཞིན་བག་གོན་ནས་ཡོང་ད་འདོད་ཡིན་ནས་ཨ་གཅིག་ལང་གི་ཡིན་ད་གཉིས་ལང་གི་ཡིན་ལ་དོན་ལེགས་ཀྱི་འདུག་ཨ་ཧམ་པ་ཡུག་གིར་ད་ཁྱོད་རང་ཚོ་ཕན་ཐོགས་ཀྱི་མེད་པ་དེ་ཁྱོད་རང་ཚོ་མཐོང་སོང་ཨ་ལོ་གཉིས་དེའི་ནང་ལོགས་ལ་འཇོན་ཐང་ག་རེ་འཇོན་ཤག་ཡོད་ཨ་མཆོད་སྟབས་རྩིས་རྒྱག་ནས་བསྡད་རེད་ཨ་ནིའུ་ཡོག་ནིའུ་ཇེར་སི་ལ་བུད་མེད་ཚོགས་པ་གི་རྙོག་དྲ་མི་འདུག་ལ་དེ་གང་ལ་ཁྱོད་ཚོ་ལ་རྙོག་དྲ་བཤད་མཁན་དུ་བས་མི་འདུག་ཨ་ཁྱོད་ཚོ་འཇོན་གི་ཀུ་རེ་ཡོད་མ་རེད་ཁྱོད་ཚོ་དགུ་སྐྱོ་ཀུ་རེ་རྒྱག་གི་ཡོད་མ་རེད་རྙོག་དྲ་བཤད་མཁན་ཡོད་མ་རེད་ཡ་བྱེད་མཁན་ཡོད་མ་རེད། སྤྱི་ཚོགས་ག་བ་ལ་གནས་བཅོས་གཉིས་ཨེ་འདྲ་བྱ་བ་ཡིན་ནའི་གནས་བཅོས་ཨེ་ཁྲོང་ཁྲོང་བྱེད་ཀྱི་རེད་ལབ་ཀྱི་འདུག་ཨ། དེ་གནས་བཅོས་དེ་བེད་སྤྱོད་ལ་འགྲོ་གི་ཡོད་ཡིན་ཙང་གནས་བཅོས་དེ་སྐད་རྒྱག་གི་འོ་རེད་ཧ་གོ་སོང་ཨ། སྐབས་དང Glass འདི་ཚོ་ཡར་གླེང་མར་གླེང་བྱེད་དུས་གང་ལ་བེད་སྤྱོད་བཏང་གི་ཡོད་ཡིན་ཙང་སྐབས་རེ་སྐབས་རེ་ཆགས་འགྲོ་གི་ཡོད་རེད་དེ་འདྲའི་ལས་ཁྱོད་རང་ཚོ་གི་ཨ་སྐྱོན་འཛུགས་བཞིན་སླེབས་ཀྱི་འདུག་ཨ་དེ་ཏག་ཏག་བསྡད་ཀྱི་ཡོད་མ་རེད་ཧ་གོ་གི་ཡོད་ན་ད་ཁྱོད་ཚོ་ལ་ཐོག་མ་བཏང་ནས་གཙུག་གཉིས་བཞག་བཞག་རོགས་ཨ་ཁྱོད་ཚོ་སྙེ་མ་ཨ་སླེབས་དུས་གང་ལ་ཁ་ཐག་གོན་སླེབས་ད་རིང་འགྲོ་དུས་གང་ལ་ཁ་ཐག་གོན་འགྲོ། ག་འདྲས་འདུག་དེ་འདྲས་རང་བསྡད་པར་གདའ། འགྱུར་བ་སྐྱེས་ཡོད་མར་ཁྱོད་རང་ཚོ་གི་ལས་ཀ་ལས་ཡོད་པ་ལ་ནི་ལས་ཡོད་མར་གདའ་ཧམ་པ་མ་བཤད་ཧ་གོ་བཟོ་ཨང། དེ་ཡིན་དུས་གང་ལ། ཚང་མས་ཀྱི་མཐོང་ཡོད་རེད། དེ་ཡི་ལོ་གཉིས་དེ་འདས་པའི་རིང་ནང་ལོགས་ལ་བུ་མོའི་ཚོགས་པ་གོ་ཡ་འཚོ་ཡ་ཅི་ཡང་མི་འདུག་ལ་ནི་སྙེ་མ་ཨེན་ཇི་ཡོད་པའི་སྐབས་ལ་གཅིག་བྱུང་བསྡད་ཀྱི་ཡོད་རེད་གཉིས་བྱུང་བསྡད་ཀྱི་ཡོད་རེད་བྱུང་བསྡད་ཀྱི་ཡོད་ཙང་ལས་ཀ་བྱེད་ཀྱི་ཡོད་ཡིན་ཙང་གནས་སྟངས་གླེང་གི་ཡོད་རེད་གནས་སྟངས་གླེང་དུས་གང་ལ་ཁྱོད་ཚོ་གི་ཨ་ཨ་དེ་རེད་དེ་རེད་ལ་ནི་བཀའ་དྲིན་བཟོས་ནས་སྤྱི་ཚོགས་ནང་ལ་རྙོག་པ་སྤུངས་ནས་ཨ་ནི་བུ་མོའི་སྒྲིག་འཛུགས་ལ་ཨ་ཨ་འགྲིག་གི་མེད་པའི་ཀྱི་རྣམ་པ་རྐྱང་རྐྱང་སྟོན་ཡོད་དུས་གང་ལ། ངོ་ཏི་ས་གོར་དག་ཁྱོད་རང་ཚོ། ཧ་གོ་སོང། Justice for this and Justice for that ལ་ངས་དེ་ཚོ་ད་ད་རིང་གི་ཉིན་མོ་ལ་ཁྱོད་རང་ཚོ Video བཟོས་ནས Content བཟོས་ནས་དེ་འདྲའི་མང་པོ་ཅིག་རྙོག་དྲ་སྤུངས་ཚར་བ་བཅས་ལ་ད་ད་རིང་གཙང་མ་བཟོ་ཡ་གི་དུས་ཚོད་རེད་ད་ད་ག་རང Justice for this and Justice for that འདི་དངོས་གནས་འགོ་གི་འདུག་དང་མི་འདུག་གང་ལ་སླེབས་དགོ་གུར་དང་བབས་དགོ་གུར་དང། ཁྱོད་རང་ཚོ Content བཟོས་སྟངས་རེ་རེ་ལ་ཁྱོད་རང་ཚོ་འདི་སྐད་ཆ་དེ་ཚོ་གང་ག་མེད་པ་ཚོད་བཞག་གི་ཡོག་རེད་འཛོག་བཏང་གི་ཡོག་རེད་དེ་འདྲའི་ཆེད་ནས་འབྲི་གི་ཡོག་མ་རེད་རྙོག་དྲ་དེ་ལས་ཀླད་ཚ་བ་བཅད་ལ་རྙོག་དྲ་དེ་གཞི་རྩ་ལ་འགྲོ་ཡོག་ནས་ཨ་ནི་བལ་སྐོར་གཙང་མ་བཟོས་ཀྱང་རྩ་བ་ནས་གཙང་མ་བཟོས་ནས་མ་འོངས་པ་ལ་མ་བྱུང་ཡ་ཅིག་གི་བསམ་བློ་ཅིག་བཏང་དགོས་གི་ཡོག་རེད་དེ་འདྲའི་བྱེད་ཀྱི་ཡོད་ཡིན་ཙང་ཨ་ནི་འབྲི་གི་ཡོག་མ་རེད་ཨེ་ཡ་མེད་ན་ཁྱོད་རང་ཚོ་ལ་ཡང་ཨ་ཡ་ཅུང་མ་རྙོག་དྲ་ག་ཚོད་བྱུང་ན་བཀའ་དྲིན་རག་གི་འདུག་ལ་ནས་ཨ་ནི་ཁྱོད་ཚོ་འགྲོ་བསྡད་ངེས་ཅིག་ཡིན་པ་ཡིན་ན་ཨ་ནི་ཁྱོད་ག་ལ་འོག་རེད་རྙོག་པ་ནང་གི་འབུ་སྲིན་ལ་ཡ་ད་འོ་དི་ག་རང་རེད། ཨ་བུ་སྲིང་ལ་ན་འོ་དེ་ལ་འོ་རེད་ཨ་ང་ནོར་མི་འདུག་ཨ། ཨ་བུ་སྲིང་མེད་པ་ཡིན་ན་ད་ད་རིང་ཡར་ལངས་གཙང་མ་བཟོས་སྤྱི་ཚོགས་དེ་གཙང་མ་བཟོ་དེ་བཟོ་ཅི་ཡ་མེད་ན་གོ་ཐག་འཕྲོད་བྱས་དེ་གལ་ཆེན་པོ་རེད་མ་གཏོགས་ཨ། སྙིང་རྗེ་ཟས་དེ་ཐེངས་གཅིག་སྙིང་རྗེ་སྒོམ་སྲིད་ཀྱི་རེད་ཐེངས་གཉིས་ཀྱི་སྙིང་རྗེ་སྒོམ་སྲིད་ཀྱི་རེད་སྙིང་རྗེ་བྱེད་དགོས་ས་བྱས་ནས་སྙིང་རྗེ་བྱས་རེད་མ་གཏོགས་ཨ། ཆུ་ནི་རང་ལབ་ནས་ཤེས་ནས་སྙིང་རྗེ་སྒོམ་ནས་འགྲིག་གི་མི་འདུག་ལ་ན་དེ།